ལ་སོགས་རྣམ་པ་གླིང་རྗེ་ཐམས་ཅད་ལ་ད་དེ་རིང་གི་འཛའ་དྲག་གི་གནས་ཚུལ་ཅིག་སྙན་སེང་ཞུ་དགོས་ཀྱི་འདུག་ག་རེ་རེད་ཟེར་བ་ཡིན་ན་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་དེ་ལ་ཞེ་ཆེན་དགོན་པའི་གི་ས་ལྕགས་ཀྱི་ནང་ལོགས་ལ་ང་སྔན་མ་གི་ད་དེ་ས་རྙིང་པ་ང་རང་གི Apartment ཟེར་གྱི་འདུག་བ་དེ་འདྲའི་ང་རང་གི་དེ་ནས་དེ་ས་ན་ལ་བསྡད་པའི་སྐབས་སུ་ཞེ་ཆེན་དགོན་པའི་གི་དབུ་མཛད། རྒན་པ། དབུ་འཛིན་འཇིགས་དབང་ལགས་ང་ཚ་སླེབས་ནས། དེ་ནས་ང་ཚ་ལ་ཡོད་པ་གི་མཁའ་འགྲོ། དེ་མགོ་ཆེན་ཚེ་རིན་པོ་ཆེའི་མཁའ་འགྲོ་ཞིང་ཞིག་དམ་པ་གི་ང་ལ་གནང་བ་གི། ཆེན་ཚེ་རིན་པོ་ཆེ་གི་ཕུར་པ་ཅི་ཡོད་རེ་ང་ལ་ངའི་ལག་པ་དེ་ལ། དེ་ནས་དེ་མཁའ་འགྲོ་གི། དེ་བདག་པོ་རྒྱག་མཁན་དེ་ཁྱེད་རང་གི་རེད། སྐུ་གོང་མ་གི་རེད་ད་ཁྱེད་རང་བདག་པོ་རྒྱབ་མི་སུ་ཁྱེད་ལ་མ་སྤྲད། དེ་ཁྱེད་རང་ཉམས་ལེན་བྱེད་དགོས་དགོས་ན་དབང་དང་འདོན་དགོས་དགོས་ན་ཅི་འདྲ་བྱེད་དགོས་ན་ཁྱེད་རང་བདག་པོ་ཡག་པོ་བྱེད་ཨ་ཟེར། ཚ་རགས་ཡག་པོ་བྱེད་ཨ་ཟེར་མཁའ་འགྲོ་བཀའ་གནང་དེ། དེ་ནས་དབུ་མཛད་རྗེ་དབང་ལང་གིས་ང་ཚར་སླེབས་ནས་ད་ལྟའི་ཕུར་པ་དེ་ཁྱོད་ལ་ཡོད་རེད་དེ་ནས། ཕ་ཡུལ་གྱི་ཞེ་ཆེན་དགོན་པ་གི་སྤྲུལ་སྐུ་གཅིག་གིས་ལབ་སོང་དེ་ནས་ཁོ་ལ་ལབ་སོང་ཟེར་ད་དེ་གི་ཕུར་པ་དེ་གི་པར་གཅིག་བརྒྱབ་ནས་དེ་འདྲའི་ཕུར་པ་འདྲ་བོ་འདྲ་བོ་ཁ་ཤས་ཀྱི་ལྕགས་ཀྱི་ཕུར་པ་དེ་འདྲས་འདི་ལ་དཔེ་བཏགས་ནས་བ་ཡུལ་ལ་བཟོ་གི་ཡིན། དེ་འདིས་བོད་ལ་རྗེས་མ་མ། བསྐུར་ནས་དེ་ནས་བོད་ཀྱི་གཞི་ཆེན་དགོན་པ་གི་དེ་ནས་ཁོ་རྣམ་པ། ལྷག་པ་རྒན་པ། སྤྲུལ་སྐུ་དང་བླ་མ་རྒན་པ། དེ་ནས། མཚམས་ལ་བཞུགས་མཁན་དང་ཉམས་སུ་ལེན་མཁན། ཁོ་ཚོ་གི་དེ་ནས། དེ་ནི་གང་ཟེར་བ་རེད་དེ་བིས་ཀྱི་སྟེང་ལ་བཞག་དགོས་ཀྱི་ཡིན། ཙོང་ཡ་དང་དེ་འབྲེལ་གྱི་ཚོང་འཇལ་གྱི་ལས་ཀ་རྩ་ནས་བྱེད་ཀྱི་མེད་ཟེར་ནས་ཁོ་རང་གསུངས་སོང། དེ་ངས་བཀུར་བྱེད་དེ་དེ་འདྲ་རང་བྱེད་རོགས་བྱས། ཚོང་འཇལ་ཡ་དང་བེད་སྤྱོད་བཏང་ཡ་ལ་སོགས་པ་མ་གནང་རོགས་བྱས་ལབ་ཡིན། ད་དེང་སང་ལྟ་བ་ཡིན་ན། དེ་ནི་ང་གིས་པར་དང་ངེད་ཀྱི་མིང་བེད་སྤྱོད་བཏང་ནས་ད་ང་ལ་མགོ་སྐོར་བཏང། དེ་ནི་ད། འདི་ཕུར་པ་སྟེ་ལྕགས་ཕུར་སྟེ། དཔེ་བཟོ་སྦྱོར་གྱི་ལྕགས་ཕུར་དེ། དེ་ནི་ཕ་ཐའེ་ཝན་དང་རྒྱ་ནག་ལ་སོགས་པ་དང་ག་བ་ག་ས་ལ་བཙོང་བསྡད་ཀྱི་འདུག་མི་མང་པོ་ཅིག་གིས་ང་ལ་འདི་དཔར་བཏང་སོང། དེ་སྐད་ཆ་དེ་གནས་ཚུལ་དེ་ང་ལ་འབྱོར་སོང། དཔེ་མི་སྲིད་ཀྱི་བློ་ཕམ་ཆེན་པོ་རེད་སྤྱིར་བཏང་གི་ང་རང་ཚོ་དེ་ནི། ནང་བསྟན་བཅའ་ལག་ཟེར་ཡང་དེ་འདྲ་ཟེར་ན་ཕངས་ཚུལ། བཙོང་ཡ་དང་ཆོས་ཀྱི་བཅའ་ལག་གི་རིགས་སུ་གྱུར་པ་བཙོང་ཡ་ཟེར་ཡ་དེ་དཔེ་མི་སྲིད་གི་ད་གནས་ཚུལ་སྡུག་པོ་རེད། དེ་ནས་བྱེད་སྟངས་མ་ཤེས། སྐབས་རེ་སྐབས་རེ། ང་རང་ཚོ་དེ་ནས་སེམས་བེད་སྤྱོད་བཏང་ནས། དེ་མི་སྲིད་ངན་འདི་གི་བེད་སྤྱོད་འདྲ་མི་འདྲ་བཏང་ནས་འདི་འདྲ་བྱས་ཡ་དེ་དཔེ་མ་རབ་རེད། དེ་ནས་དེས་དེའི་རྣམ་པ་ལན་གཅིག་ཐམས་ཅད་ཀྱི་ཐུགས་ལ་བཞག་རོགས་གྱིས། དེ་ནས་དེ་ང་གསལ་བཤད་ཞིག་ཞུ་དགོས་བསམ་སོང།